བསམ་བློ་དང་བསམ་བློ་དང་ག་རེ་ཡིན་ས་རེད། གངས་འཁྱིལ་ཡབ་མེས་ཀྱིས་འགྲོ་འདི་རུ་གོམ་པ་བརྒྱབ་རྗེས་ཡིན་ནའི་ཁོ་རང་རྒྱབ་ཀློག་བྱེད་ཕྱི་གཏན་ཀློག་བྱེད་དེ་ཁོ་རང་གོམ་པ་རྒྱུད་ནས་མཐོང་གོ་མ་རེད་ཧར་བྱེད་ནས་རེད། ཁོ་མི་ཡིན་རྒྱུ་མ་རེད་གདོང་འདྲེ་ཡིན་རྒྱུ་རེད། མི་རེད་ངས་མི་ལབ་ཙང་ངས་གདོང་འདྲེ་ལབ་མ་ཙང་ཁོ་མཆོག་གསུམ་མི། ཤེས་མ་ཟད། ཤེས་མ་ཟད།
ཧར་བྱེད་ནས་མི་དེ་ཁོ་རང་རྒྱབ་ཤིག་རྒྱབ་ནས་འགྲོ་འདི་རུ།

རྒྱབ་ཕྱོགས་ལ་ལྟས་བས་ན་རྒྱབ་ཕྱོགས་ལ་བྱས་ནས་འགྲོ་རྒྱུ་ར་ཁོ་ཧ་གོ་ཟེར། ཨ་ལེ། རིག་པ་ག་རེ་ཡིན་པ་ཧ་གོ་ཟེར། ཁོ་འགྲོ་དུས་རྒྱབ་ཕྱོགས་ལ་འདུག་ཅིང་འགྲོ་དུས། རྒྱབ་ཕྱོགས་ལ་འགྲོ་དུས་ན་ཁོའི་རྐང་རྗེས་གང་ག་མདུན་ནས་མཐོང་གི་རེད་ནས་རྒྱབ་ལ་བྱས་ནས་ཁོ་གོམ་པ་སྤར་རྒྱུ་ར་སོང་ཙང། རྐང་རྗེས་མཐོང་གི་འོ་མ་རེད་རྒྱུ་མཚན་འདིར་ཤེས་ཚེ། ད་ཡིན་རྒྱ། དྲི་བ་དང་པོ་ཁྱེད་མ་བལྟས་པར་བཤད།

ཕྱིར་ལོག་ལ་གློག་ག་གལ་གྱིས་སྤར་ཡོད་མར་ཉེ་གོས་ཞི་མི་ནག་པོ་ཞིག་གྲོགས་མཐོང་རེད་ག་འདྲི་མཐོང་རེད།
ཞི་མི་ཡིན་མིན་དེ་ཚོའི་གོ་འདོད་ཚིམ་ལ་ཡོད་རྒྱུའི་ར་ལྡང་བ་གི་བཞིན།
ཨ། གསུང་ཚ་ཐུང་ཡོད་རྒྱུར་གོ་ཡིན།
ཞི་མི་ཡིན་མིག། འདི། ཡོད་རྒྱའོ་མ་རེད། མ་རེད་གོ་འདའ་འདོད་ལ་ཡིན་དེ་ཕྱི་ལོལ་ལ་དེ་གཅིག་གཞན་ལ་ཡིན་དེ་ཞི་མིག་དེ་འདི་ཐུང་གི་ར། རེད་ཡིན་དེ་ཐུང་གི་ར་ཡིན་ཕྱིན་ནི་ནས་གོ་ཡོད་རྒྱ་ཡོད་མ་རེད།

མེད་བྱེད་ཀྱི་མེ་མདའ་གཞུ་རེད། ཤིང་ཏོག་དེ་གང་ཤིང་ཏོག་གང་ལ་ཡ། བྱིའུ་ལྔ་བཅུ་འཐམས་པ་རེད། བྱིའུ་ལྔ་བཅུ་འཐམས་པའི་ནང་ནས། བྱིའུ་གཅིག་མ་གཏོགས་གཞན་དག་གང་ག་ཕུར་ཕྱིན་པ་རེད། ག་འདྲས་ཕུར་ཕྱིན་པ་རེད་ཟེར་བ་དེ། དེའུ།
ཁོ། ཤོག་པ་དེ་ལ་ཁེན་ནས་ཁོ་ཕུར་མ་བཏོན་ནས་ལྷ་མ་ར།
མ་རེད། དེའུ་ཁོ་ལ་ཁྱོད་ཡོད་མ་རེད་ངས་ལ་བཟང། ག་འདྲས་ད།

ནས་ཁོའི། ལེ་དབར་གཉིས་ཡོད་ཚད་རྒྱང་ཐག་ནས། བྱུ། མེ་མདའ་བརྒྱབ་ཅིང་བྱུགས་ཟེར། དེའུ་ལེ་དབར་གཅིག་མ་དུ་འགྲོ་གོ་མ་རེད་ཡིན་པས་ནས་ལེ་དབར་གཉིས་ཀྱི། རྒྱང་ཐག་གི་བྱིའུ་ཟེར་ག་འདྲེ་ཟེར། གྲོད་ཁོག་ཚུགས་སོང་བས། མེ་མདས་དེའུ་ལེ་དབར་གཅིག་མ་དུ་འགྲོ་གོ་མར་ལེ་དབར་གཅིག་ཟེར་དུས་གོ་ས་ལ་སྨི་ལྔ་བརྒྱ། Five Hundred Meter། དེའུ། Dread། ཡིན་པས་ནི་ཁོའི་ཁ་རེ་ལས་བར་གཉིས་ཀྱི་རྒྱང་ཐག་གི་བྱིའུ་ཟེར། Kilometer། གཅིག་གི་བྱིའུ་ཟེར་དང། ཡིན་ནི་དེའུ། Dread། མིག་ལྔ་བརྒྱ་མ་དུ་འགྲོ་གོ་མ་ལས་བར་གཅིག་མ་དུ་འགྲོ་གོ་མོར་ཡིན་ནི་ཁོའི་ལས་བར་གཉིས་ཀྱི་ས་ཆའི་བྱིའུ་ཟེར་ག་འདྲེ་ཟེར། རིག་པ་དང་རིག་པ་དང་རིག་པ་དང་ལས་བར་དྲུག་ག་རེ་ཡིན་ས་རེད།
ག་འདྲེ་ཟེར་ད་དེ།

ཆུ་ན་པ་ར་གང་གློད་པ་ཡིན་ན་ཡོད་དེ་ཁང་པ་གང་གི་དོ་ཨ། ད་དྲི་བ་ཐ་མ་དེ་དྲི་བ་བཅུ་པ་དེ་ད།
གཅིག་མ་དེ་ཤེས་མ་སོང།
ད་འདི་ད། གླང་ཆེན་ད་སྦུ་གྲོག་མ་གཉིས་དམག་རྒྱབ་རི་ར། གླང་ཆེན་ད་སྦུ་གྲོག་མ་དམག་རྒྱབ་རི་སྦུ་གྲོག་མ་ཤོར་རི། སྦུ་གྲོག་མ་ཤོར་རྗེས་བྲོས་འགྲོ་རི། ད་གླང་ཆེན་གྱི་དད་ཞག་བཏང་རི། ནི་འབུ་གྲོག་མ། ཨི་ཝང་བར་རྫུས་རེད། ཁོ་རང་ཁམས་པ་པོ་ཨི་ཝང་ལ་བུ་གི་རྫུས་ཆེན་རེད་གབ་རེད། ཡིན་ནའི་གླང་ཆེན་གྱི་ཧ་བ་རེད་ག་འདྲི་ས་བ་རེད།
འབུ་གྲོག་མཚོ་ཚང་དེ་འདྲའི་ཆུང་པོ་ཆུང་པོ་རྡོག་རྡོག་ཟུག་ཡ་འདི་ཧ་གོ་གི་རེད། མ་རེད་མ་རེད།
ས་འོག་ལ་རྫུས་རེད། གླང་ཆེན་གྱི་ཧ་གོ་རེད། གླང་ཆེན་ཧ་གོ་རེད་ག་འདྲི་ས་བ་རེད།